དེ་རིང་གི་ལྷན་ཅིག་སེར་རོང་ནང་གི་ལེ་ཚན་འདིའི་ནང། ཉིས་སྟོང་ཉི་ཤུ་རྩ་དྲུག་ལོའི་བྱང་ཨ་རིའི་སྤྱི་འཐུས་དངོས་གཞིའི་འོས་མི་དགུ་ཕྲུག་སྐལ་བཟང་ཕུན་ཚོགས་ལགས་ཁེ་སཱ་མི་ནི་སུ་ཏན་བོད་རིགས་རྣམས་ལ་འོས་བསྡུའི་གཏམ་བཤད་གནང་བའི་རྗེས། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་སྐབས་བཅོ་ལྔ་དང་བཅུ་དྲུག་བཅུ་བདུན་པའི་ལས་དོན་གནང་ཕྱོགས་དང་འབྲེལ་བའི་སྐོར་ལ་དོགས་འདྲི་ཕེབས་པ་ཁག་ཅིག་ལ་དགུ་ཕྲུག་སྐལ་བཟང་ཕུན་ཚོགས་ལགས་ཀྱིས་དགོངས་ཚུལ་གསུངས་པ་ཞིག། ཤ་ལ་སྲིད་རྩེ་ཡངས་པོ་ཞུ། ཁོ་མོ་གི་གཏམ་བཤད་གནང་བའི་ནང་ལ་ངས་ད་གོ་ཡ་ལ་ཉེ་དུ་ཉེ་རྩ་གཅིག་ལ་ཨ་ནི་གལ་སྲིད་ཁོ་མོ་དེ་དུས་སྤྱི་འཐུས་ནང་ལ་འོས་འདེམས་བྱུང་ཡོད་པ་ཡིན་ན་ཡིན་ན་ཨ་ནི་ཁྲིམས་ཞིབ་པ་གསུམ་དེ་ལ་ང་བི་ཡས་དེ་ཨ་ནི་གནས་སྟངས་པར་ཆགས་ཡོང་མ་རེད་ཟེར་དེ་འདྲས་གསུངས་དུས་ཨ་ནི་ང་རང་དེ་དུས་ཁོ་མོ་ལ་རྒྱབ་སྐྱོར་ཞུ་མཁན་ཞིག་ཡིན་བྱས་ཙང་ངས་དེ་ཨ་ནི་བེད་སྤྱོད་པ་ལ་དེ་དུས་རྒྱབ་སྐྱོར་ཞུ་ཡུན་དེ་མ་ཐོབ་པ་དེ་ང་རང་བློ་ཕམ་བྱུང

དགག་པ་བརྒྱབ་ཀྱང་བགྲོ་གླེང་དེས་དོན་ཐོག་ཆུ་ཚོད་ཕྱེད་ཀ་དང་ཆུ་ཚོད་གཅིག་ཙམ་གྱི་བགྲོ་གླེང་བྱེད་ཐུབ་ཡོད་ན། ལྷག་པར་དུ་དེ་ཉི་མ་གཅིག་གཉིས་བགྲང་ཐུབ་ཡོད་ན་བརྒྱ་ཆ་བརྒྱ་དགའ་ཡག་འདི། ད་ལྟ་ཁྱེད་རང་གཟིགས་ན་དང་འདི། ཆེ་བསྟོད་ཁྲིམས་ཞིབ་པ་པི་ད་ངས་འདི་གས་འདི། ཨ་ནི་ཆོས་ལུགས་ཀྱི་ཆེ་བསྟོད་དང་མདོ་སྟོད་ཀྱི་ཆེ་བསྟོད་དང་གཅིག་གིས་གཅིག་བསྟོད་གཅིག་རྐྱང་མ་རྟ།

ང་ཚོས་ལོ་བཅོ་ལྔའི་ནང་ལོ་ལེགས་གྲོས་ཚོགས་འདི་ཕུལ་ནས་བེད་སྤྱོད་མེད་པ་ཆེ་ཚུལ་མཐོང་ཡས་ཡོད་མ་རེད། སེམས་སུ་ཐོན་པའི་ལས་དོན་མང་པོ་ཡོད་རེད། ཡིན་ན་ཡང་ང་ཚོས་ལོ་བཅོ་ལྔའི་ནང་ལོ་ལེགས་ལས་དོན་དེ་ཚོ་ལས་ལྷག་ག་ཅིག་ཡང་སྤྱི་ཚོགས་ནང་ལོ་ལེགས་ལྷིང་འཇགས་མ་ཡོང་ཡས་དང། གཅིག་བོད་པའི་སྒྲིག་འཛུགས་འཐབ་རྩོད་ཁོ་རང་ལ་གནོད་སྐྱོན་ཆེན་པོ་བྱེད་མཁན་གནད་དོན་ཡིན་ཙང་བསམ་བློའི་ནང་ལོ་ལ་ཡང་ནི་གཅིག་སེམས་སུ་ཐོན་པའི་ལས་དོན་མང་པོ་བྱུང་པ་ཡིན་ན་ཡང་དེ་ལས་ལྷག་ག་གིས་གནོད་སྐྱོན་ཆེན་པོ་བྱུང་བའི་རྒྱུ་མཚན་གྱི་ཐོག་ནས་ཨ་ནི་མང་ཚོགས་ཀྱི་བསམ་བློའི་ནང་ལོ་ལ་ཡང། ལོ་བཅོ་ལྔའི་ནང་ལོ་རེ་ཡར་ཁ་ཡར་བྱུང་མ་སོང་བསམ་བསམ་གྱིས་ད་དགོངས་ཚུལ་ད་ཡོང་ཆོག་གི་རེད་ཡོང་སྲིད་ཀྱི་རེད་བསམ་གྱིས་ང་རང་གི་བསམ་བློའི་ནང་ལོ་རེར་ལོ་བཅོ་ལྔ་འདས་པའི་ལོ་རྒྱུས་བལྟས་པ་ཡིན་ན་ད་འདི་ལྟར་ཕེབས་ཏེ་ལོ་རྒྱུས་ནང་ལོ་ལ་ལོ་རྒྱུས་ཆེད་ཁ་གསོ་རེ་བྱེད་ད་གདུག་རྩུབ་ཆེ་བ་འདྲ་བོ་ཆེ་ཚེ་དཀའ་ངལ་ཆེ་བ་འདྲ་བོ་བྱུང་སོང་བསམ་བསམ་གྱིས་དེ་དོན་དྲན་གྱི་ཡོད།

འགྲིག་མ་སོང་ཐུས་མ་སོང་བྱས་མ་སོང་བྱོས་གི་མི་འདུག་ཡོང་གི་མི་འདུག་ཁྱེད་རང་རང་གིས་བྱེད་དགོས་ཀྱི་རེད་ཟེར་ཡས་འདི་ད་མཚམས་བཞག་དགོས་ཀྱི་རེད།